ཅིག་ཡོང་གི་ཡོད་རེད། དེ་ལྟ་བུའི་ལུས་ངག་ཡིད་གསུམ་གྱི་སྤྱོད་པ་བཟང་པོ་ཅིག་ཡོད་པ་ཡིན་ན་ཁྱོད་རང་བཞིན་གྱི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དེ་བཀྲ་ཤིས་པ་ཅིག་དང་ཕུན་སུམ་ཚོགས་པ་ཅིག་ཡོང་གི་ཡོད་རེད། སྤྱིར་བཏང་སྟོན་པ་བཅོམ་ལྡན་འདས་ཀྱིས་རྗེན་པ་མཚན་བརྗོད་ཀྱི་ནང་དུ་བཀྲ་ཤིས་ཀུན་གྱི་བཀྲ་ཤིས་པ་གྲགས་པ་བཀྲ་ཤིས་ཉི་ཟླ་འགའི་ཞེས་གསུངས་པ་ནང་བཞིན་བྱས་ནས་ངང་ཅིག་མི་ཐེག་དེ། བཀྲ་ཤིས་པ་ཅིག་ཡོང་གི་ཡོད་རེད། དེ་འདྲའི་གི་རྒྱུ་རྐྱེན་བཀྲ་ཤིས་པ་ཅིག་ཡོད་པ་ཡིན་ན། དེ་དེ་ཡི་ཐོག་ནས་དེ་འབྲས་བུ་ཡང་བདེ་ལེགས་སའི་ཁྲར་དུ་བདེ་བ་དང་མཐར་ཐུག་ངེས་ལེགས་ཀྱི་གོ་འཕང་བཟང་པོ་ཅིག་ཏན་ཏན་ཐོབ་ཐུབ་པ་ཡོང་གི་ཡོད་རེད། ལྷག་པར་དུ་ངང་ཅིག་ད་ལྟའི་དུས་ཚོད། གཉན་ཐང་ཅན། དེ་འདྲ་ཅིག་གི་སྐབས་སུ་ཚང་མ་ལོག་གིས་གཟབ་གཟབ་ཆེན་པོ་བྱས་ནས་ངའང་མཛོད་ཀྱི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དེ་ཕྱིན་ཅི་ལོག་ལས་བསྲུང། དེ་ནས་ལེགས་པའི་ཆ་དེ་གང་ཐུབ་ཐུབ་ཀྱིས་ཡར་རྒྱས་བཏང་དགོས་ཞེ་དྲག་གི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་ཁྱེད་དང་ང་ཚོ་ནི་ཡུལ་རྒྱ་གར་ལྟ་བུ་ལ་མཚོན་པ་ཡིན་ན་སྨྲ་བརྗོད་རང་དབང་རེད། ཡིན་ན་ཡང་སྨྲ་བརྗོད་རང་དབང་འདི་རྒྱུ་མཚན་དུ་བྱས་ནས་སོ་སོས། ངག་གི་ཐོག་ནས་དྲན་ཚད་ལབ་བསྡད་པ་ཡིན་ན་དེའི་རྐྱེན་སྐབས་རེ་སྤྱི་ཚོགས་ལ་ཕན་གྱི་ཡོད་རེད་སྐབས་རེ་སྤྱི་ཚོགས་ལ་གནོད་ཀྱི་ཡོད་རེད་སྐབས་རེ་མཐུན་པ་དང་མི་མཐུན་པ་བཟོ་ཡག་དེ་འདྲ་ཡོང་གི་ཡོད་དེ་ཡིན་དུས་སོ་སོས་ཀྱི་རང་དབང་དེ་ག་འདྲ་བེད་སྤྱོད་གཏང་དགོས་རེད་ཞུས་པ་ཡིན་ན་དེ་ནི་སྨྲ་བརྗོད་རང་དབང་ཡིན་ན་འདྲ་གང་དང་གང་ཡིན་ན་ཡང་ཐམས་ཅད་གཞན་ལ་ཕན་ཐོགས་པ་ཅིག་དང་གཞན་ལ་བདེ་སྐྱིད་ཡོང་བའི་ཐབས་ལ་དེ་ནི། དེ་འབྲེལ་གྱི་རང་དབང་དེ་བེད་སྤྱོད་བཏང་ཐུབ་པ་ཡིན་ན་དེར་རང་ཡང་སྐྱིད་པ་གཞན་ཡང་སྐྱིད་པ་རང་ཤང་ཚང་མ་ལོག་བདེ་སྐྱིད་ཀྱི་ངང་གནས་ཐུབ་པ་དང། མཐུན་པའི་ངང་གནས་ཐུབ་པ་ཞིག་ཡོང་གི་ཡོད་རེད། དེ་འདྲ་བྱུང་པ་ཡིན་ན་དེ་ནི་སྤྱིར་རིག་སེམས་ཅན་ལ་ཕན་ཐོགས་ཡོང་བ། ལྷག་པར་དུ་ང་ཚོའི་སྤྱི་ཚོགས་ནང་ལ་ཞི་བདེ་བག་ཕེབས་ངང། གནས་ཐུབ་པ། ཐུམ་པོ་ཡོང་ཐུབ་པ་དེ་རིགས་བྱུང་བ་ཡིན་ན་རང་བཞིན་གྱིས་ང་ཚོས་འདྲེན་མཆོག་རྩ་བའི་བླ་མ་རྒྱལ་དབང་ཐམས་ཅད་མཁྱེན་གྱི་བཟོད་པ་ཆེན་པོའི་ཐུགས། བརྙེས་པ་གསོ་ཐུབ་པ་དང་ཐུགས་བཞེད་འགྲུབ་ཐུབ་པ། དེ་ལ་བརྟེན་ནས་རྒྱལ་བ་རིན་ཆེན་གྱི་སྐུ་ཚེ་ཞབས་པད་བཀའ་བརྒྱད་བར་དུ་བསྟན་ཐུབ་པ་དོན་གཅོད་ཀྱི་དགོས་པ་རྒྱལ་མཚན་རྒྱ་ཆེན་པོ་ཅིག་ཡོང་གི་ཡོད་དེ་ཡིན་དུས་རྩ་ནས་ངང་ཚུལ་གྱི་རང་དབང་ཟེར་སྨྲ་བརྗོད་རང་དབང་ཟེར་དེ་བེད་སྤྱོད་ཡང་དག་པ་ཅིག་གི་ཐོག་ལ་གཏང་དགོས་དེ་ཞེ་དྲག་གི་གལ་ཆེན་པོ་རེད་བསམ་གྱི་ཡོད། སྤྱིར་ན་ངང་དུ་ལ་རང་དབང་གང་ཡོད་རེད་ཞུས་པ་ཡིན་ན། སློབ་དཔོན་ཟླ་བ་གྲགས་པའི་དབུ་མ་ལ་བརྗོད་པའི་ནང་དུ་གང་ཚེ་རང་དབང་ཕྱུག་ཅིང་མཐུ་གནས་པ་གལ་ཏེ་འདི་དག་འཛིན་པར་མི་བྱ་ན་ལགས་སོ་པར་གསུངས་པ་ནང་བཞིན་ང་ཚོའི་ད་ལྟའི་དུས་སྐབས་འདི་ལ། དེ་ནི། ལས་དགེ་བ་དང་མི་དགེ་བ་བྱས་ཀྱི་གདམ་ག་བརྒྱད་ཀྱི་རང་དབང་དེ་ང་ཚོ་ལ་ཡོད་པ་ཡིན་པ་རེད། ཡིན་ན་ཡང་ལས། དཔེར་ན་མི་དགེ་བ་བཀྲ་བར་བྱེད་གདམས་པ་ཡིན་ན་དེའི་རྗེས་ལ་འབྲས་བུ་བདེ་བ་གདམས་ཀ་བརྒྱད་ཀྱི་ཐོབ་ཐང་དེ་ང་ཚོ་སུ་གཅིག་ལའང་ཡོད་པ་མ་རེད་དེ་ཡིན་དུས་འབྲས་བུ་བདེ་བ་དང་སྡུག་བསྔལ་ག་རེ་ཐོབ་ཀྱི་ཡོད་མེད་ཐད་རྒྱུ་དགེ་བ་དང་སྡིག་པའི་རྗེས་སུ་འབྲང་གི་ཡོད་པ་ཡིན་དུས་གཙོ་བོ་ཚང་མ་ལོག་གི་རྒྱུ་ལས། དགེ་བ། ལ། འདམ་ཡག་དང། ལས། མི་དགེ་བ་དེ་གང་ཐུབ་ཐུབ་ཀྱིས། འདོར་བ། དེ་འབྲས་ཀྱི་བླང་དོར་ཕྱིན་ཅི་མ་ལོག་པ། ཅིག། སྤྱོད་ཐུབ་པར་སྒོས་ནས་རང་དབང་གི་བེད་སྤྱོད་གཏང་ཐུབ་པ་ཡིན་ན། དེ་ནི་རང་བཞིན་གྱིས་ང་ཚོའི་རང་དབང་འདི། དེ་ནི་བཟང་པོའི་ཕྱོགས་ལ་བེད་སྤྱོད་གཏང་ཐུབ་པར་འགྱུར་གྱི་ཡོད་རེད། རང་བཞིན་གྱིས་ང་ཚོའི། རང་དབང་འདི་ཡི་ཐོག་ནས་རང་ཞང་ཚང་མ་ལ་ལ་ཕན་བདེ་སྒྲུབ་ཐུབ་པ་དང་ཁྲག་དང་ཕུགས་ལ་ཕན་བདེ་སྒྲུབ་ཐུབ་པ། སྤྱི་དང་སྒེར་གྱི་དོན་ཐམས་ཅད་སྒྲུབ་ཐུབ་པ་གཙོ་བོ་རྩ་བའི་བླ་མའི་བཀའ་དགོངས་སྒྲུབ་ཐུབ་པ་རྒྱལ་བ་དགྱེས་པའི་ཆོས་མཐུན་དུ་གྱུར་ཐུབ་པ་བཅས་ཡོང་གི་ཡོད་པ་ཡིན་དུས་ཚང་མས་ཐེངས་འདིའི་ཐོག་ལ་ཐུགས་ཁུར་རྒྱ་ཆེན་པོ་བསྐྱེད་གནང་བ་གནང་ཞེས་འབོད་སྐུལ་ཞུ་ཡོད་དེ་འདྲ་བྱུང་བ་ཡིན་ན་རང་ཞིང་གི་ལོ་གསར་པ་འདི་ཙམ་མ་ཟད་དུས་རྟག་ཏུ་རྒྱུ་བཀྲ་ཤིས་པ་ལ་བརྟེན་ནས་དེ་འབྲས་བུ་བདེ་ལེགས་ཕུན་སུམ་ཚོགས་པ་ཅིག་ཐོབ་ཐུབ་ཀྱི་ཡོད་རེད་ཞུ་ཡ་ཡིན་ཐུགས་རྗེ་ཆེ།